ད་ང་ཚོས་ལྟོས་ཀྱིན་པ་དེ་ནི་ཁེ་ལྷོང་ཆུ་བཟང་མཛོད་ཀྱི་མཁན་ཆེན་པོ་ཏི་ས་དོ་ལྷོ་བན་པོས་མ་འཇུག་ནས་ཆུ་སྐྱོར་ཁྲི་སྲོང་ལྡན་ཚེ་ད་ལྟའི་སྲང་ལམ་དེ་ནི་ང་ཚོའི་གི་ད་ཁེ་ལྷོང་ཆུ་བཟང་མཛོད་ལ་རེད་དེ་ནས་ཨོ་རྒྱན་རིན་པོ་ཆེ་ཟེར་གྱི་འདུག་ལྷོ་ནུབ་འོ་མ་ཅན་གྱི་ཚུགས་གི་ནང་དུ་ན་ད་མེ་ཏོག་པད་མ་གི་བོགས་དེ་ནས་ཡ་ར་འཕྲང་དེ་ནས་ད་ཆུ་ཡུར་གྱི་རྒྱལ་པོ་ཨིནྡྲ་བོ་དྷི་བྷ་ར་ད་ཅེས་གཞན་གྱི་ནོར་བུ་ལེན་པ་ད་རྒྱ་མཚོ་གི་ནང་ནས་འགྲོ་དུས་དེ་ནས་ཨོ་རྒྱན་རིན་པོ་ཆེས་ད་དཔེ་མང་གི་བོགས་དེ་ནས་དངོས་སུ་འཕྲང་ཡོད་རེད་རྫས་དེ་ནི་ད་ང་ཚོ་གི་ད་ལྟ་འདི་ནས་མར་བྱས་པའི་རྣམ་ཐར་ཟོང་ལེན་མ་རྫོགས་རྒྱུ་འདེགས་ཀི་ནང་ད་ན་དེ་འདྲའི་ཤེས་ཡོད་ལེ་རེད་དེས་ན་ད་ཨོ་རྒྱན་རིན་པོ་ཆེ་འདི་དེ་ནས་ད་ང་ཚོ་དུར་ཁྲོད་སེར་བ་ཚ་དང་ཧ་ཧ་སྐད་པོ་དུར་ཁྲོད་ལ་སོགས་པ་ད་ཆེས་རྗེས་སུ་རང་དབང་གི་དུར་ཁྲོད་ཤི་འདི་ནས་ཁྱོད་དུར་ཁྲོད་མང་པོ་ཟིག་གི་ནང་དེ་ནས་ད་བརྟུལ་ཞུགས་ཀི་སྤྱོད་པ་མཛད་དེ་ནས་དེ་ནས་ད་འཇིག་རྟེན་གི་འདི་ལྷ་དང་འདྲེ་ལ་སོགས་པ་ལྷ་འདྲེ་མཐུ་བོ་ཆེ་རྣམས་ཀྱི་རྩ་བ་ཉིད་ནས་མར་ད་ཅིས་དེ་ནས་འགྲན་ཟླ་མེད་པའི་གི། དེ་འདྲ་གི་ད་ཅི་ཕྱི་མའི་ཚེ་གི་རིན་འཛིན་གཉིས་དེ་ནས་ཚོགས་རྒྱ་ཆེན་པོ་ཕྱུག་གི་དངོས་གྲུབ་ཐོབ་ཏུ་ཡོད་རེད་ཟེར་ད་ལོ་རྒྱུས་གི་ནང་ལ་ཡང་དེ་འདྲའི་ཤིག་གི་འོད་ལེ་རེད་དེ་ན་ད་ང་ཚོ་གི་ཕྱུག་རྒྱུ་ཁྲི་སྲོང་ལྡེ་བཙན་སྐབས་སུ་དེ་ནས་སང་ཡིག་སྨན་གྱི་ལྷན་གྱི་སྤྲུལ་པ་གཙུག་ལག་ཁང་དང་སང་ཡིག་སྟེང་དུ་གཙུག་ལག་ཁང་གཞན་དེ་བརྩིགས་དུས་དེ་ནས་ཐོག་མར་ད་མཁན་ཆེན་བོ་དི་ས་ཐོ་པས་གི་ས་ཆ་འདི་ན་མར་གདན་འདྲེན་ཞུ་བ་དེ་རྩིས་ལེ་རེད་དེ་ནས་མཁན་ཆེན་བོ་དྷི་ས་ཏོ་གས་དེ་ནི་ད་བལ་གྱི་ད་འདིའི་ཐོག་མར་སང་ཡིན་གྱི་མར་རྨོངས་དེ་ཡར་སྟོན་དུ་དེ་ལ་ད་ཉིན་མོ་མི་རྣམས་ཀྱི་ཆེ་རྨོངས་དན་དེ་ནི་དེ་བརྩིས་དུས་ད་མཚན་མོ་ལྷ་འདྲེ་གི་དེ་ནི་བློ་འགྲོ་སུ་ཡོད་རྫི་ད་ལོ་རྒྱུག་གི་ནང་ལའང་དེ་འདྲ་རྫི་ཡོད་ལེ་རེད་དེ་ནི་དེའི་རྗེས་སུ་ད་ཅེས། མཁན་ཆེན་བོ་དྷི་ས་ཏོ་གས་སང་ནི་ནི་བ་ད་ཁོང་གི་འདི་ཞི་བ་བཙོང་ཆུ་སེན་གྱི་སྒོ་ནས་ཀྱི་ལྷ་འདྲེ་ནི་དང་ལ་བཏགས་དགོས་ན་དེ་འདྲ་ཆོས་ཀྱི་རེད་ད་དེ་གི་སྒོ་ནས་དང་ལ་བཏགས་མ་ཐུབ་ནི་བཟང་སྟེ། དེ་ནས་བདག་གིས་དྲག་པོ་སྔས་འཁྱིལ་གྱི་སྒོ་ནས་དེ་ནས་ཐོད་དུ་རྫ་འཁྲིལ་གྱི་སྒོ་ནས་དེ་ནས་ལྷ་འདྲེ་དུ་བ་ཀྱི་ནང་དག་དང་ལ་དྭགས་དགོན་གྱི་ཏིལ་འབྲུ་ཟེ་རེ་རྡོ་ལེ་རེས་བརྡབས་དེས་ན་དེ་ནས་ཨོ་རྒྱན་གྱི་ལྷོ་བན་ཆེན་པོ་མགར་དཔེ་མང་འགྱུར་ནས་མཛོད་ཀྱི་ས་གསང་དང་འགྲན་ཟླ་དང་བྲལ་བའི་སྔགས་ཀྱི་གྲི་ཐོབ་ཆེན་པོ་ཏིལ་འདྲ་ཟ་ད་ད་བ་ཡི་ཡོངས་ལེན་ཤེལ་གྱི་ཕོ་བྲང་དེ་ནང་དག་གཞག་ཏུ་ཡོད་ར་ད་དེ་མར་གྱི་གདན་འདྲེན་ཞུས་ན་མ་ཐོབ་པར་དེ་མིན་དེ་ནས་ལྷ་འདྲེ་དུ་བ་ཀྱི་འདུ་ཚོགས་ཐང་ཆེན་བ་ཁྱི་འདི་ཐོབ་ཀྱི་མ་རེད་དེ་བརྫིས་དུས་དེ་ནས་དེའི་སྐབས་སུ་ཆོས་རྒྱལ་ཁྲི་སྲོང་བསྟན་འཛིན་གྱི་བདག་ཉིད་མངའ་སྡེ་ནས་ཨུ་རྒྱན་རིན་པོ་ཆེ་མར་བལ་ཡུལ་གྱི་ས་ཆ་ལ་གདན་འདྲེན་ཞལ་གྱིས་བསྩལ་ཏེ་རྩིས་ལེ་རེ་བསྩལ་དུས་དེ་ནས་དེའི་སྐབས་སུ་ཨུ་རྒྱན་རིན་པོ་ཆེ་དང་བལ་ཡུལ་གྱི་དོན་ཡོངས་གླེང་བྱེད་ཀྱི་སྒྲུབ་ཕུག་ཏུ་ནང་ལ་བཞུགས་འདུག་དུས་དེ་ལ་དྭགས་ཁོངས་ཀྱི་ནང་རྔན་ཤིང་གྱི་སྒོ་ནས་ཤི་གསོན་དུས་དེ་ལ་དྭགས་མར་བལ་གྱི་ས་ཆ་ལ་ཕེབས་ཕེབས་དུས་དེ་ནས་ཡ་ང་གཙུག་གི་སྟེང་དུ་སྟོད་མ་ཅོང་ཉི་ཟེར་འདྲ་དང་བལ་གྱི་སྟེང་དུ་ལྷ་འདྲེ་ཐུགས་བསྐྱེད་རྣམས་ཀྱིས་དྭགས་ཨུ་རྒྱན་རིན་པོ་ཆེ་ལ་ཐོ་ཚངས་བུག་གི་སྟེང་དུ་བ་ཕྱེད་ཙམ་པ་འདྲ་མི་འདྲ་བརྩིས་དུས། བདག་གིས་བ་ཕྱུགས་ཀྱི་སྒོ་ནས་རྣམ་པར་འདུ་མ་ནུས་པ་ཨོ་རྒྱན་རིན་པོ་ཆེ་གི་རྫུ་འཕྲུལ་གྱི་སྒོ་ནས་བོད་ཀྱི་ལྷ་འདྲེ་ཐམས་ཅད་དྭངས་དྭངས་པོ་གི་དུད་འགྲོ་གི་ལོ་རྒྱུས་ཁེ་འོ་ལེ་རེད་ད་དེ་འདྲ་ཡིན་ན་ད་དུང་ང་ཚོ་གི་འདི་ནས་མ་རིག་ཤེས་འབུལ་གི་སྣང་མཐའ་ཟུང་ལས་མ་རྫོགས་རྒྱུ་ཨོ་རྒྱན་རིན་པོ་ཆེ་གི་སྣང་མཐའ་བཅུ་དང་དེ་ནས་ང་ཚོས་སྣང་མཐའ་བརྒྱད་པ་ལ་དེ་ནས་འདི་བཀའ་ཐང་སྡེ་ལྔ་དང་ནི་དེ་ཅི་དེའི་རྗེས་འདི་པདྨ་བཀའ་ཐང་ལ་སོགས་པ་ཅིག་སྣང་མཐའ་བརྒྱད་པ་འོ་རེད་དེ་ཡིན་ནའང་ད་ད་རིང་དེ་ནས་ང་ཚོ་ཤི་འདི་ནས་ཇོ་སྐུ་སྡེ་བ།

སྒྲུང་ཐང་གཞན་པ་དུ་སོ་ཐང་གི་སྐྱིད་སྡེ་རི་བོའི་རྒྱུན་འཛིན་ཇོ་བོ་རྗེ་རིན་པོ་ཆེ་གི་སྣང་མཐའ་དེ་མར་ཐད་ཀར་དེ་ཉི་མ་རེ་རེའི་རྒྱན་དུ་ཤེས་ཐུབ་མ་སྟེ། དེས་ན་ད་དེ་རིང་ནི་ང་ཚོ་གི་སྣང་མཐའ་ལེའུ་བཅུ་དགུ་པ་འདི་བཤད་རྒྱུ་ཡིན། ད་སྣང་མཐའ་ལེའུ་བཅུ་དགུ་པ་འདི་ཁྱེད་རེ་ད་གི་འཛིན་ན་ད་རྒྱལ་འབངས་རྣམས་ཀྱི་སྒྲུབ་པར་མཛད་པའི་སྐོར་དེ་རྣམས་ཐག་ཏུ་གི་ད་བོ་རྗེ་རིན་པོ་ཆེ་དཔལ་གི་ས་ཆ་ལ་ཕེབས་ཚོགས་དུ་དེ་ལ་ད་ཁྱེད་འདི་གནས་མཆོག་དེ་ནི་སློབ་མ་མང་པོ་ཟིག་ཡོད་པ་དེ་ཤེས་ཨོ་ལེར་དེས་ན་དེ་ནི་བོ་རྗེ་རིན་པོ་ཆེ་གི་སློབ་མ་ད་ངལ་རྩོལ་དུ་གི་འདུག་འབེ་རོག་ཙང་ནང་ལ་སོགས་པ་ད་ཁྱེད་འདི་གནས་མཆོག་དེ་ནི་གྲུབ་པ་ཉིད་ཟིན་ཟིན་གི་ད་མོ་བོ་བོ་དེ་ལས་དེ་ན་འདི་ན་ནང་གི་སྙིང་པོ་དང་བེ་རོ་ཙ་ན་ལ་སོགས་པ་དུ་སོ་ཐང་ཆེ་ད་དངོས་སུ་དེ་ན་ནང་ཁ་ལ་ཕུར་ཐོགས་པ་རི་ར་ལ་མར་དེ་ཚོ་སོང་ཐ་དེ་ཤེས་ཐུབ་པ་ཁྱོད་ལ་མར་ད་ཁྱེད་ཀྱིས་བརྫི་ན་ཡང་ད་གང་ལྟར་རྐང་རྗེས་དུ་བརྫི་རྒྱུ་མེད་པ་དའོ་དོན་གྲུབ་དེ་ད་སློབ་མ་ཁྱོད་དུ་གྱུར་པ་ད་ངོ་མ་དེ་འདི་གྲུབ་ཕུག་གོ་ཕུང་གཉིས་སུ་འཛུགས་དོན་གྲོགས་ཀྱི་ད་ཁྱེད་སློབ་མ་སྐྱོན་ཁྱོད་རེད་དོ་ལེར་དེ་ན་ད་འདི་ན་མར་དེ་ནས་ད་གང་ལྟར་དེ་རྒྱལ་འབངས་ཡོངས་སུ་རྫོགས་པ་གི་ད་ཨོ་རྒྱན་རིན་པོ་ཆེ་གི་དེ་ད་གདམས་ངག་དེ་མར་ད་ཁྱེད་ཉམས་སུ་ལོངས་ས་ཀུ་ཀོ་ཞེས་འདི་ཤེས་འོ་ལེར་དེ་ན་ད་ང་ཚོ་བསྟན་པ་སྔ་དར་དང་ཚུ་དར་གཉིས་ཀྱི་བཀའ་ནི་བསྟན་པ་སྔ་དར་གྱི་བཀའ་བརྒྱུད་གཙོ་ཆེ་ས་མདོང་དེར་བཀའ་གཙོ་ལྔ་གཙོ་ས་ཆ་དང་བཀའ་བརྒྱུད་དགེ་ལུགས་རྙིང་མ་རྫོང་དང་དེ་ལ་ད་སྔ་འགྱུར་རྙིང་མིན་གྱི་དེ་ནི་ཆུ་གཙོ་བོ་དེ་རེད་རྡོ་ལེ་རེད་ད་དེ་སོང་ཧང་གི་སྐོར་ནས་བཤད་ན་རྫོགས་གི་ར་དེ་ནས་ད་ང་ཚོ་གི་དོན་དུ་མདོ་དེར་བཀའ་གཙོ་བཀའ་འགྱུར་བསྟན་བརྒྱུད་ལ་སོགས་པ་འདི་རང་དེ་ནས་སོང་རྗེས་ཀྱི་སངས་རྒྱས་ཀྱི་བྱིན་འབངས་པོ་དེ་བཅུ་གཉིས་སེ་འདྲ་དུ་སོ་ཐང་ཅིག་ཡོངས་སུ་རྫོགས་པ་ཨོ་རྒྱན་རིན་པོ་ཆེ་བཀའ་དྲིན་ལ་བརྟེན་དེ་ནས་ད་ཅི་པན་ཏི་དང་མོན་པོ་ཟི་དེ་འདྲེན་ཞུས་ད་དེ་ནི་གཙང་ཡིག་གི་ནང་དུ་མར་ཡོངས་སུ་རྫོད་པ་རྒྱུན་ཟི་དེ་འདྲེ་ཟི་རེད་དོ་ལེ་རེད་ད་ལྟའི་མི་ནག་ནག་ཚོགས་ཀྱི་སྟེང་དུ་འདི་བཀའ་འགྱུར་བསྟན་རྒྱུ་ཟེར་འདྲ་ད་གང་ལྟར་འབངས་ཟེར་འདྲ་བཀའ་འདུར་ཟེར་འདྲ་འདུ་བཟོ་ཐང་ཅིག་འདང་འདུ་རྒྱུ་ཅི་མེད་དེ་ལེ་རེད་ད་ལྟའི་འདི་ན་ཨོ་རྒྱན་རིན་པོ་ཆེ་གི་བཀའ་དྲིན་ལ་བརྟེན་དེ་ནི་ད་འདུ་བཟོ་ཐང་ཅིག་ཡོངས་སུ་རྫོད་པ་ནག་ཚོགས་ཀྱི་ད་ལྟ་དེ་ཕྱིའི་ནང་པ་གི་གསུང་འབྱིན་གྱི་སྟེང་དུ་ཁྱུ་དྲག་འདུ་རྒྱུ་འདུ་བཟོ་ཐང་ཅིག་དེ་ནི་བཀའ་དྲིན་དུ་བཟོ་ཐང་ཅིག་ལ་ཐག་དོ་ལེ་རེད་ད་སྐྱེས་ན་དེ་ནི་ཨོ་རྒྱན་རིན་པོ་ཆེ་ཁོ་ན་དགོས་ཀྱི་མ་རེད།

ད་ང་ཚོ་གཏན་དུ་སྟོན་པ་སྔ་དར་གྱི་སྒར་ཟིན་འདི་ན་དངུལ་ལོ་ཙཱ་བ་བློ་ལྡན་ཤེས་རབ་མཛོད་ཀྱིས་དེ་ནས་ང་ཚོ་ཁ་ཅིག་གི་ཚ་ཆ་ལ་ཕེབས་ཀྱིན་འདུག་ལོ་བཅུ་སྟེང་གི་བར་དུ་ཡོད་དེ་ནས་ཚུད་ཚད་ཕལ་ལེ་རེད་འདུག་ད་ཁྱི་ས་གསང་དང་འགྲན་ཟླ་འདྲ་བོ་ད་དངུལ་ལོ་ཆེན་པོ་གི་རྒྱུ་ཞོགས་སུ་ཁོ་ན་འདུག་དེར་ག་ཚོད་སང་ལ་བཏོན་ན་ཕ་ཁྱི་དེ་འདི་མྱི་བཙལ་གི་རྒྱུ་ཞོགས་ལ་ཁྲི་བཅུ་སང་སྐྱོད་ཀྱི་ཡར་མ་ཡིན་ན་ད་དེ་འདི་ཁྱུ་ན་ད་ཁྲི་བཅུ་བཅུ་སང་སྐྱོད་ཀྱི་ཡར་མ་ལ་དེ་ས་ཚ་བཟོ་བ་ལེ་རེད་ད་དུ་སོ་ཐང་གྱི་ཡོང་བཙོད་པ་རྒྱུ་འདེགས་གི་དེ་འདི་དངུལ་ལོ་ཙཱ་བའི་མཁས་པ་ཆེན་པོ་དེ་ཡང་ཁྱི་བཙལ་བ་ལེ་རེད་ཟེར་ན་ད་ང་ཚོར་དེ་འདྲ་འབེལ་རོགས་ཙང་ན་ནང་གི་ཐ་དང་ཡང་བཀའ་ཁྱོད་གཉིས་ནི་ཉི་ཟླ་བཟང་སྐྱེས་ལ། དེ་ནས་རིན་ཆེན་བཟང་པོ་ཐོ་རངས་བཀའ་ཆེན་ཙང་ཁོ་དེ་འདྲ་སྲིན་བུ་མེ་ཁྱི་བཞིན་བརྫིས་དེ་ནི་ད་བསྟན་པ་སྔ་དར་གྱི་བཀའ་འགྱུར་ལོ་ཙཱ་བ་དོ་སོ་ཐང་ཅན་ལ་ཤི་འདི་ནས་ཁྱོད་ཆོས་པ་དང་བསྟན་པ་ཆེན་པོ་བརྩི་ད་མཁས་པ་ཆེན་པོ་རེད་བརྫི་དེ་རྫི་འོ་ལེར་ད་རྒྱའི་བདག་ཉིད་ཆེན་པོ་བརྫི་རྒྱུ་དེ་འདྲ་གི་ད་ང་ཚོ་གི་ད་ན། དེ་རོ་བརྒྱའི་བསྟན་པའི་ཚོགས་ལ་བདག་རྗེ་རིན་པོ་ཆེ་ཚུལ་བཅས་བ་ལས་དེ་བ་དགེ་བསྙེན་གནང་ག་དག་དངུལ་ལོ་ཙཱ་བ་བློ་ལྡན་ཤེས་རབ་རྫོགས་ཀྱི་ཤིན་ཏུ་གནས་ཆུང་མཁས་པ་ཆེན་པོ་ཟེར་བས་སོང་དག་རྗེ་རིན་པོ་ཆེ་ལྟ་བུ་དེ་ནི་འཇམ་པོ་ཡི་དངོས་སུ་དེ་ནི་ས་སྟེང་ལ་རྩེན་པ་ལྟ་བུ་དོན་གྲུབ་དེ་འདི་བླ་མ་སྤྲང་བོ་ཟོ་ལེ་རེད་དེ་དེ་གི་ཡོང་དག་ང་ཚོ་དངུལ་ལོ་ཆེན་པོ་ལ་དེ་འདི་རྫོགས་རྒྱུ་དེ་མཁས་པ་ཆེན་པོ་རེད་དེ་རྫས་བོ་ལེ་རེད་དག་དེ་ནི་དངུལ་ལོ་ཙཱ་བ་བློ་ལྡན་ཤེས་རབ་ལྟ་བུ་ཟེར་ཡིན་གནང་ག་དག་སྟོན་པ་སྔ་དར་གྱི་བཀའ་རྒྱུད་དེ་ནི་ལོ་ཙཱ་བ་དུ་སོ་ཐང་ཆེན་དག་ཤིན་ཏུ་གནས་ཆུང། བསྟོད་པ་ཆེན་པོ་མཛད་དེ་ནི་དེ་འདྲའི་མཛད་འོ་ལེར། དེང་དུ་དེ་ལ་སློབ་པའི་འབུ་མ་མ་ཏྲ་ལ་སོགས་པའི་རྒྱ་གར་གྱི་དཔལ་འགྲོ་རྣམས་རང་ཡུལ་དུ་སྐྱེས་པར་གནང་མཛད་དེ་ནི་བདག། སྔན་ཆད་དེ་ནི་ཁྲོ་སྲུང་སྟེ་བརྩེ་བས་བདག་སང་ཡོང་གི་དེ་འདྲ་ལྷག་དགོངས་གནང་ལགས། འདིའི་སློབ་དཔོན་འབུ་མ་མ་ཏྲ་ལ་སོགས་པའི་རྒྱ་གར་གྱི་དེ་ནི་དཔལ་འབྲི་སྟངས་མང་པོ་ཟེར་མར་གདན་འདྲེན་ཞུ་བ་དེ་རྩིས་ལེར་མཛད་དུས་དེ་ནང་དུ་ནི་ཁྲོ་སྲུང་སྟེ་བརྩེ་གི་མར་དང་གསེར་གྱི་མན་ཏྲ་ཕུལ། དེ་ནི་ན་བཟའ་དང་སོ་བཟི་ཡོངས་སུ་རྫོགས་པ་ཕུལ་ཚར་དུས་དེ་ནི་རྒྱ་གར་གྱི་དཔལ་འབྲི་སྟངས་ན་བ་ལ་ཕ་དེ་འདྲ། རྒྱ་གར་ལ་ཕ་བདག་གང་ལྟར་དང་དུ་ཤེས་པར་གནང་དེ་ནི་ཕར་སྔགས་དེ་རྩིས་ལེ་ཡན་སོང། ལོ་ཙཱ་བ་ནང་དང་འབངས་མཉམ་རྒྱ་རྒྱ་གར་དུ་ཕ་སྐྱིད་སོང་ནས་རེད། རྒྱ་གར་བས་ཁྱུ་བེད་ལ་བརྟེན་པ་དང་རྒྱ་གར་ཁྱུ་སྐྱོང་བ་གི་རྒྱལ་པོ་བཀའ་བཀྲོལ་བ་དེ་བེད་ལ་བཀའ་དྲིན་ཤིན་ཏུ་ཆེ་བ་དེ། རྒྱལ་པོ་ཁྲི་སྲོང་ལྡེ་བཙན་གྱིས་མཛད་དུ་སོང་ལེ་རེད་ད། ང་ཚོ་རྒྱལ་པོ་ཁྲི་སྲོང་ལྡེ་བཙན་རྫོགས་ཆེན་དང་ཤིན་ཏུ་གནས་ཆུང་སངས་རྒྱས་ཀྱི་བསྟན་པ་ལ་བཀའ་དྲིན་ཆེན་པོ་ཟིན་ཡན་མཛད་ལེ་རེད་དེ་ཡིན་པའི་རྒྱུ་མཚན་ཆེ་རེད་ཟེར་ན་ད་ཁོང་གི་བསྟན་དང་ཤིན་ཏུ་གནས་ཆུང་འགྲོ་སོང་ཆེན་པོ་བཟོ་གཏོང་དེ་ནི་ད་ལོ་རྩ་བ་དང་བསྟུན་ནས་ང་ཚོ་གི་དཔལ་འབྲི་དར་དང་སྤྲུལ་པ་ལྷོ་བན་ཆེན་པོ་མོན་བོས་དེ་འདྲ་གདན་འདྲེན་ཞུས་དེ་ནས་ད་ང་ཚོ་དེ་འདྲ་བལ་གི་ཆོས་ཐང་གི་ད་སྟོན་པ་སྔ་དར་གྱི་སྐབས་སུ་མ་རྒྱུན་ཟིན་དེ་རྗེས་འོ་ལེ་རེ་དུ་སུ་ཐང་གིས་ང་ཚོ་གི་དེ་འདྲ་ཤི་ན་ཡག་པོ་འོ་ལེ་རེ་འདོར་ཚུལ་བསྡུ་ན་མདོང་དེར་ཁ་ཚང་ང་ཚོ་གི་དེ་འདྲ་ས་སྐ་ས་རྒྱ་བཀའ་བརྒྱུད་དགེ་ལུགས་མྱི་མང་ཆེ་མང་གི་དེ་འདྲ་གྲུ་མཐའ་ར་སི་མ་གྱི་བང་ཡོངས་སུ་རྫོགས་པ་གིས། དེ་ནས་རྒྱལ་བུ་བཀའ་འགྱུར་དང་བསྟན་འགྱུར་རིན་པོ་ཆེ་ལ་སོགས་པ་དག་སྐྱིད་དང་བསྟན་དང་བསྟན་པ་ཚེ་དར་གྱི་སྐབས་སུ་རྒྱུད་སྒོ་མང་མང་ལས་རེ་ད་ཡིན་ནའང་ད་བསྟན་པ་སྔ་དར་གྱི་སྐབས་ན་ཐབས་ཀྱི་ཁྲི་སྲོང་ལྡེ་མཚན་གྱི་བཀའ་དྲིན་ལ་བརྟེན་ནས་ནི་ཐུགས་གསོ་ཐང་ཆེན་རྒྱུད་དབུ་ལེར་དེ་རྒྱུད་འཛིན་གྱིས་ལྷ་ལྔ་ཚོགས་རྒྱལ་པོ་ཁྲི་སྲོང་ལྡེ་མཚན་གཙོས་ཀྱི་དེ་དེ་འདྲ་གི་རྩ་ཆེན་པོ་ཛི་རི་དུ་བ་ལེ་རེས། དེ་ནས་སློབ་དཔོན་པདྨ་འབྱུང་གནས་དང་འབོད། བོ་དི་སཱ་ཏོ་གཉིས་ནི་སྐྱེ་བ་སྔ་མ་དང་ཡང་སྔར་མི་འབྲལ་བར་སྐྱིད་དུ་གྱུར་པ་ཡིན་པས་ཡོད་པར་མ་གནང་གསུངས་ལན་རེ་ད་ལྟའི་སྐབས་སུ་དེ་ནི་ཁྲི་སྲོང་ལྡེ་བཙན་གྱི་སྐྱེས་ན་ལྷོ་པའི་འབུམ་མ་མ་གྲ་ལ་སོགས་པ་རྒྱ་གར་གྱི་དཔེ་འབྲི་སྟངས་ཡོངས་སུ་རྫོགས་པ་རྒྱ་གར་ལ་ཕག་སྔགས་ཡོད་ལེ་རེད་དགོ། ཡིན་ནའང་ཨོ་རྒྱན་རིན་པོ་ཆེ་དེ་དེ་མཁན་ཆེན་བོ་དྷི་ས་ཏོ་ཉིད་དེ་ནི་ཁྲི་སྲོང་ལྡེ་བཙན་གྱི་དམ་མ་སྔགས་རེད་གསུངས་ད་ཕག་ཕེབས་མ་འགྲོ་གསུངས་དེ་ཁྱེད་ཚོས་མ་སྔགས་རེད་གི་དེ་འཛིན་འོང་ན་ད་མཁན་ཆེན་ཁྲི་སྲོང་ལྡེ་བཙན་དེ་དེ་དང་ཨ་འདི་ལྷོ་རྒྱལ་པོ་ཁྲི་སྲོང་ལྡེ་བཙན་དེ་དེ་དང་ཨོ་རྒྱན་རིན་པོ་ཆེ་མཁན་ཆེན་བོ་དྷི་ས་ཏོ་ཁོང་རྣམ་པ་དེ་ནི་སྐྱེ་བ་སངས་གི་བར་དུ་ད་ཁྱེད་འདྲ་བ་འོ་ཟི་གི་དུད་འགྲོ་གི་ད་མར་དེ་འདུག་སྐྱེ་བ་རྒས་ནས་འདྲ་བ་འོ་ཟི་དུད་འགྲོ་རེད་དོ་ལེ་རེད་དེ་རྒྱུ་མཚན་ཅི།

ད་སྐྱེ་ན་འདི་ནི་ང་ཚོ་གི། སོག་སྔགས་ཀྱི་རྒྱང་དུ་སོ་ཐང་གྱི་ཤིང་ལ་དེ་ལ་མདོངས་དེར་ཁ་ཚོ་ང་ཚོ་གི། དྲ་ཐུང་དེ་འདྲ་འདྲ་མི་འདྲ་རང་རང་སོ་སོ་གི་ཁྱེད་རྫོགས་སངས་དང་ད་ཁྱོད་དེ་ལས་རེད་དེ་ནི་དེ་ལ། ད་ངྷི་མཆེད་དེ་འདྲ་བླ་མ། མོན་པོ་ཟེར་གི་ད་མར་དེ་འདྲ་མཁའ་འགྲོ་མ་བཞིའི་ས་དོ་སོ་ཐང་གྱི་ལ་ད་ཅིག་དྲ་ཐུང་དེ་འདྲ་སྐ་འདེར་འདྲ་མི་འདྲ་རྩེ་དེ་ནི། ད་རང་རང་སོ་སོ་གི་དེ་འདྲ་མར་ཁྱི་འདེད་གོང་འདེད་གི་ད་ཚོ་ཁྱོད་དེ་ལས་རེད་རེད་དེ་ནི་དེ་ལ་འདྲ་མི་འདྲ་རྫོགས་ས་འོ་ལེ་རེད། དེ་རེད་དེ་གང་ཡིན་ནའང་ད་གང་འདེར་དེ་འདྲ། ང་ཚོ་གི་འདི་ཡེ་ཤེས་ཀྱི་མཁའ་འགྲོ་མ་ཟེར་འདྲ་ཚ་རྒྱར་མ་བཞི་པ་ཟེར་འདྲ་འདུ་ཟོ་ཐང་ཆེ་ལ། ད་ཁྱོད་དང་དེ་འདི་རང་གི་ཁྱོད་རྫོགས་ཀྱི་རོགས་ཀྱི་དེ་འདི་གྲུབ་པའི་གོ་འཕང་མཐོན་པོ་ལ་བཤད་ན་ད་དེ་གསང་སྔགས་ཀྱི་སྦྱང་གི་ནང་ལ་ངེས་པར་དུ་དེ་འདི་མར་ད་འདི་མཁའ་འགྲོ་མ་ཡུམ་བཞི་དགོས་རྒྱུ་དེ་འདྲ་ཟེར་ད་གང་ལྟར་རེད་འདུག་འོ་ལེ་རེད་དེ་ཡིན་ན་འགའ་ད་ཁྱོད་དང་དེ་འདི་འཁྱམས་པོ་ལྡོམ་པོ་ལྟ་བུ་དེ་འདི་ཁྱེད་ཚོས་ཀྱི་མི་ཤེས་ལྟ་བུ་མ་ཡིན་པར་ད་འདུ་ཟོ་ཐང་ཆེ་དེ་ནས་ཁྱད་དུ་འཕགས་པ་གྲུབ་པའི་གོ་འཕང་གོ་འཕང་མཐོན་པོ་ལ་གནས་པར་ད་ང་ཚོ་ལ་ཆེས་སྦྱང་རྒྱུར་གཏོང་རྒྱུ་གི་དེ་འདི་ཁྱད་དུ་འཕགས་པ་དེ་འདྲ་ཟོ་འོ་ལེ་རེད་དེ་ཡིན་ན་ད་ན

ད་ཨོ་རྒྱན་རིན་པོ་ཆེས་དེ་འདྲ་བཀོད་སོང་ཐོག་དེ་ལ་ཁྲི་སྲོང་ལྡེ་བཙན་གྱི་ཁྱིམ་རིས་ཀྱི་གཏད་པ་བརྒྱ་ལས་རེ་གི་དེ་རྫས་ཡོང་ན་འམ་ཐུགས་རྗེ་ཆེན་པོ་འགྲོ་བ་འདི་ཚུལ་འགལ་འབར་བའི་སྐུ་དང་འཇིག་རྟེན་བྲལ་བར་འདུག་ས་ཐུགས་མཚན་འོག་འབྲས་ཀྱི་མེས་བོད་ཀྱི་ཆོས་ཀྱི་སྐུ་གདུང་ཚང་ལ་ཚང་ཚོལ་ཏེ་རྫས་ད་ཁྲི་སྲོང་ལྡེ་བཙན་གྱི་དེ་འདྲ་ཨོ་རྒྱན་རིན་པོ་ཆེ་ལ་ཡོད་བསྟོད་པ་དེ་འདྲ་བརྒྱ་ལས་རེ་ད་གང་ལྟར་དེ་འདྲ་བསྟོད་པ་དེ་གི་ནང་དོན་ཁྱད་དེ་རེ་རྡོ་ལེ་རེ་མཛད་ན་ད་འགྲོ་བ་སེམས་ཅན་ཐམས་ཅད་གི་མགོན་དུ་གྱུར་པ་དེ་ནས་ཨོ་རྒྱན་རིན་པོ་ཆེ་འདུག་དེ་ནས་འཇིག་རྟེན་ལ་འཇིག།

དེ་སྔ་ལ་དེ་ནི་ཚེ་སྐྱིད་ལུས་སྐྱིད་ལ་སོང་རྗེས་འགྲོ་ཟིག་གི་སོང་སྔགས་སུ་ཁྱོད་སྣང་རུག་ཟིག་ཡར་ཤི་དགོས་ན་དེ་ནས་ད་དེ་ཤི་འོས་པ་ཟིག་ཁྱི་མ་རེད་དེ་འདུག་ད་ཡར་ཐད་ཀ་དེ་ཤི་ཕལ་གྱི་ཟིག་མ་རེད་དགའ་ཡིན་ནའང་ད་ཁྲི་སྲོང་ལྡེ་བཙན་ཁོ་དེ་ནས་ཨོ་རྒྱན་རིན་པོ་ཆེ་གི་ད་ལྷོ་མི་དང་པོ་འདྲ་རེད་དོ་ལེ་རེད་དེ་ཡིན་ཞེ་ན་ད་ཨོ་རྒྱན་རིན་པོ་ཆེ་གི་ཐབས་བརྩེ་བ་དགོངས་དེ་ནས་ད་ཁྲི་སྲོང་ལྡེ་བཙན་ཁོ་ལ་ཚེ་སྐྱིད་ལུས་སྐྱིད་ཉལ་ལ་སོང་རྗེས་འགྲོ་ཟིག་གི་དང་དྲག་གི་ཁྱོད་སྣང་རུག་ཅིག་ཟིག་དེ་ནས་ད་ཨོ་རྒྱན་རིན་པོ་ཆེ་ལ་ཡར་ཤི་བ་ཕོད་དེ་ནས་དེ་འདྲའི་ཚེ་ཟིག་ཤི་ཚོགས་ཨུ་ཏུ་བྷི་བྷི་དེ་ཚ་ལོ།

ད་ཁྲོ་ཟུང་དེ་ཚོས་ཁྱོད་བཏགས་ན་ཁྱོད་ཆུང་གི་དོན་དུ་སྟོན་པའི་བདག་པོ་དེ་ཁྱོད་རེད། དེ་ན་ཨོ་རྒྱན་རིན་པོ་ཆེ་ཁོང་ལྟ་བུ་ཡིན་ན་ད་ཁྱིམ་མིའི་ཚེའི་རིག་འཛིན་གཉིས་དེ་ནི་ད་གང་ལྟར་དེ་འདྲ་འཁྱིལ་བ་མེད་ཕུག་གི་དངོས་གྲུབ་རྫོགས་རྒྱུ་དེ་ཐོག་རྡོ་ལེ་རེད། ཨོ་རྒྱན་རིན་པོ་ཆེ་གི་དེ་འདྲ་འཁྱིལ་བ་མེད་ཕུག་གི་དངོས་གྲུབ་དེ་ཨོ་རྒྱན་རིན་པོ་ཆེ་དེ་འདྲ་ངོ་ཏི་མདོང་དེར་ག་ཚང་ཤེས་སར་མ་ཤེས་ན་ཁ་སྐད་ཤོད་ན་ཤ་ཀྱི་མེ་བཟི་དང་འདྲ་བཟི་རེད་འདོད་ན།

ལོ་ཙཱ་བ་ནང་གི་སྙིང་པོ་སྦ་ཨ་ཙཱ་ར་ཡེ་ཤེས་ཡོངས་རྫོགས་དེ་རྣམས་ཀྱི་ཡིན་མཁན་གཅིག་དེ་སོང་ནས་ནི་ད་ལྟའི་བཀའ་ཟུར་ཨོ་རྒྱན་རིན་པོ་ཆེ་གི་དེ་ནི་ལྷོ་མི་ཁྱུག་ཏུ་གྱུར་པ་རྒྱལ་བའི་དེ་ནི་ཧོར་སངས་ཀྱི་དེ་ནི་ཡེ་རུ་ལ་ཙང་ཆོས་ཕུག་གི་དེ་ནི་ཤ་འདི་ནས་ཁྱོད་ཁེགས་པ་ད་དེ་ནི་འབེར་བ་ཙ་ན་དེ་ནས་ནང་གི་སྙིང་པོ་ལ་སོགས་པ་ད་ཨོ་རྒྱན་རིན་པོ་ཆེ་གི་ལྷོ་མ་ཐུགས་སུ་ཐང་ཅན་གི་ཡི་གེ་ཡིན་མཁན་མ་ཚད་ནི་ཨོ་རྒྱན་སྐད་དུ་རྒྱ་གར་སྐད་ལས་བལ་སྐད་དུ་བསྒྱུར་རོ་གསུངས་ནས་ནི་ད་ཁྲི་སྲོང་ལྡེ་བཙན་གི་དེ་ཡག་ཤོར་བ་ཚད་དེ་བྱས་དུས་ད་ཚེ་གཅིག་ལུས་གཅིག་འདི་ཉིད་ལ་ད་ཁྱེད་ལུས་མ་སྤུངས་པ་དག་པ་ཁ་ཅིག་གི་ཞིང་ཁང་ལ་ཤིག་འཛུལ་དགོས་ན་ནི

ད་ལྟ་དང་འདི་ན་ཨོ་རྒྱན་རིན་པོ་ཆེ་གི་མར་འབེ་རོ་རྩ་སྣ་ལ་སོགས་པ་བསྒྱུར་གྱི་དེ་ནི་རྒྱུ་ཡང་ཟིག་གི་ཆུ་དུ་སོ་ཐང་གཅིག་ད་ཚད་ཀྱི་ལུས་ཀྱིར་དེ་འདི་སོང་རྒྱུའི་ཟིག་གི་ཆུ་དེ་ཡིན་ལེ་རེད་བ་ཡ། བོང་བུ་རྒྱས་པ་ལ་དེ་ནི་བདུད་རྩི་ཡིན་དེ་རྒྱུ་འབྲུ་དག་ནང་འཛེག་ཕུ་བ་རོ་བ་རྩའུ་བརྒྱད་དང་ཀི་ལ་ཡ་ཅུང་གཉིས་ཀྱི་རྒྱས་ལ་དེ་ནི་ཕོ་བར་ཁྲི་ལིང་གི་འབྲས་ནང་འཛེག་དོ། མ་མོ་རོ་བ་རྩའུ་བརྒྱད་དང་མ་མོ་མདུད་པའི་རྒྱས་ལ་དེ་ནི་མ་མོ་བེ་སྟོང་གི་སྦྲུལ་པ་ནང་འཛེག་རི་འཛི་རོ་བ་རྩའུ་བརྒྱད་དང་རི་འཛི་སྦྲུལ་པ་བརྒྱུས་པ་ལ་བརྟེན་ནས་བླ་མ་རི་འཛི་ཀྱི་སྦྲུལ་ཐག་བརྒྱ་རྩ་བརྒྱད་འཛེག་པ་དྲེས་པ་འདི་བའི་རྒྱས་ལ་དེ་ནི་འཇིག་རྟེན་ཆུ་གཏེར་གྱི་སྐྱེ་སྦྲུལ་དང།